ལྷན་རྒྱས་སྐུ་ཁམས་སང་ད་རིང་ནས་བོད་སྐྱོབ་ལོ་ཉིས་སྟོང་གཅིག་གྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་གསུམ་དང། ཕྱི་ལོ་ཉིས་སྟོང་ཉིས་ས་གསུམ་ལོའི་ཟླ་བོ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུ་རེད། རེས་གཟའ་ཕུར་བུའི་ཉིན་གྱི་གསར་འགྱུར་གླེགས་རིམ་འདིའི་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་མཆོག་སྐུ་ཚེ་འཕེན་པ་རྫོགས་པར་ཐུགས་གསོ་མཛད་པའི་སྐོར་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་འོང་གི་སོ་ཏོ་བཞུ་རྩའི་ནང་པའི་ཆོས་ཚོགས་ཀྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་མཛད་པའི་སྐོར། དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་ཨོ་སི་ཀྲེ་ལི་ཡར་ཕེབས་འབྱོར་གྱི་གཞུང་འབྲེལ་འཚམས་གཟིགས་དབུ་འཛུགས་གནང་བཞིན་པའི་སྐོར། རྒྱ་གར་ནང་དུ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་ལེགས་པར་མཇུག་སྒྲིལ་བའི་སྐོར་བརྗོད་ཞུ་གི་ཡོད་ས་རྒྱུ་རྒྱས་པ་མུ་མཐུད་ནས་གཟིགས་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཀཱ་རེལ་ཤེར་ཟུར་འབག་མཆོག་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་དམ་པ་ཁོང་གིས་སྐུ་འདར་ཐུགས་གསོ་མཛད་ཡོད་པ་རེད། ཐུགས་གསོའི་གསུང་འཕྲིན་ནང་གཅེན་རོང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཞབས་ཁཱ་རལ་ཤོལ་ཙན་བྷག་མཆོག་གིས་རང་ཉིད་ཀྱིས་རྒྱལ་ཁབ་དོན་དུ་ཞབས་ཞུ་བསྒྲུབས་ནས་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་ཡོད་ཅེས་དང་མགོན་པོ་གང་ཉིད་མཆོག་གིས་སྐུ་ཞབས་ཁོང་ཡུལ་དེ་ཡི་སྲིད་འཛིན་དང་པོ Vaclav Havel མཆོག་གི་ལས་ཁུངས་ཀྱི་སྤྱི་ཁྱབ་བློན་ཆེན་གྱི་ལས་ཁུར་ཞུས་སྐབས་དང། དེའི་རྗེས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གྱི་ལས་ཁུར་བཞེས་པའི་སྐབས་ནས་ངོ་འཁེན་གྱི་ཡོད་སྐོར་བཀའ་བསྩལ་འདུག་ལྷག་པར་དུ་མགོན་པོ་གང་ཉིད་མཆོག་ཅེཀ་གི་རྒྱལ་ས Prague དུ་ཆིབས་བསྒྱུར་མཛད་པའི་སྐབས་དམ་པ་ཁོང་དང་ལྷན་དུ་ཁོང་གི་ཁམས་འཕྲུལ་ནང་ལ་ས་རཱ་སིལ་སུ་མཉམ་སྐྱོད་མཛད་ཡོད་པ་ཐུགས་དྲན་གསོ་ཡང་གནང་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་གཉེར་མཛའ་གྲོགས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཀཱ་རེལ་ཧྲོལ་ཙེན་བྷག་མཆོག་ཉེ་དུས་ཕྱི་ཚེས་བཅུ་གཅིག་ཉིན་དགུང་གྲངས་བརྒྱད་ཅུ་བརྒྱད་ལྔའི་ཐོག་ལ་སྐུ་ཚེ་མ་ཟིན་པའི་ཡིད་སྐྱོ་གནས་ཚུལ་ཐོན་ཡོད་པ་རེད། ཁ་སང་རེས་གཟའ་མིག་དམར་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཉི་འོང་གི་ཇོ་ར་འཇིགས་དགོན་པའི་དགེ་འདུན་པ་ཧ་ཡ་ཤི་ཤུའེ་ལགས་ཀྱིས་སྣེ་ཁྲིད་པའི་སོ་ཐོ་ཞུ་འཛིན་གནང་པའི་ཆོས་ཚོགས་ཀྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་སྩལ་ཡོད་པ་རེད། སོགས་དུ་ཞུ་ཛའི་ནང་པའི་ཆོས་ཚོགས་ཀྱི་ཚོགས་མི་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ནས་ཁ་ཉིན་རེས་གཟའ་མིག་དམར་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་དུ་དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། དཔལ་ལྡན་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དང་བཅས་མི་གནང་ཡོད་ལ། ཁ་སང་རེས་གཟའ་ལྷག་པའི་ཉིན་བཀའ་ཤག་གི་ཚོགས་ཁང་དུ་སྐུ་ཚབ་ཚོགས་ཆུང་ནས་དཔལ་ལྡན་སྲིད་ཚབ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་བཅས་མོལ་ཡང་གནང་ཡོད་པ་རེད། གཞི་རྩའི་ཉི་འོང་གི་རྫས་ནང་པའི་ཆོས་བརྒྱུད་འཛིན་པའི་དགོན་སྡེ་ཁག་དགུ་ཐུན་མོང་ནས་འདི་ལོའི་སྤྱི་ཟླ་དགུ་པའི་ནང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དོན་ཚན་བདུན་འཁྱོལ་བའི་བོད་དོན་ལ་རྒྱབ་སྐྱོར་གྱི་བསྒྲགས་གཏམ་ཞིག་སྤེལ་ཡོད་པ་དང་བསྒྲགས་གཏམ་དེའི་ནང་ལ་གཙོ་བོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་གཞིར་བཟུང་བོད་མི་རྣམས་ལ་སོ་སོའི་སྐད་ཡིག་དང་ཆོས་དད་རང་དབང་འཐུས་ཚང་དགོས་སྐོར་གསུངས་ཤིང་རྒྱ་ནག་གཞུང་ནས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་དང་སྐུ་འཁོར་ནང་མི་ལྷན་རྒྱས་གང་དུ་ཡོད་མེད་གསལ་བཤད་བསྐྱོད་པ་མ་ཟད་གང་མྱུར་གློད་བཀྲོལ་དགོས་པའི་རེ་སྐུལ་གནང་འདུག་ལ་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་བོད་ཀྱི་ཆོས་དང་རིག་གཞུང་སྐྱིད་ངོ་བྱེད་པ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་ལག་བསྟར་ལ་སྐྱོན་བརྗོད་ཡང་གནང་ཡོད་པ་རེད། གཞན་ཡང་བསྒྲགས་གཏམ་དེའི་ནང་ལ་རྒྱ་ནག་གཞུང་གིས་བོད་མིའི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་ཐེ་གཏོགས་དང་སྟོན་པའི་སྐུ་བརྙན་དང་དགོན་པ་གཏོར་བཤིག་སོགས་ཀྱི་བྱ་སྤྱོད་ལ་སྐྱོན་བརྗོད་ཡང་གནང་འདུག་ལྷག་པར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་སྒོ་ཁག་ནི་བོད་ཀྱི་ནང་བསྟན་གྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་ལམ་ལུགས་ཡིན་པར་སོང། རྒྱ་ནག་གཞུང་ནས་བསྐོ་བཞག་བྱས་པའི་བླ་མ་སུ་ལ་ཡང་རྒྱལ་སྤྱིའི་ཚོགས་སྡེ་ཁག་ནས་ངོས་འཛིན་མ་གནང་བའི་རེ་སྐུལ་ཞུས་ཡོད་པ་རེད། ད་ནི་ང་ཚོ་བཅའ་ཁྲིམས་བདེན་འཚོལ་བཤད་རྒྱུ། བདེན་འཚོལ། ཡིག་རྒྱུགས་ཞེ་དགུ་གི་ནང་གསེས་དོམ་པའི་དགོངས་དོན། གཙང་པོར་སུམ་ཆ་གཉིས་མ་ལོན་ན་ད་ལས་དོན་བརྩམས་ཆོག་གི་མི་འདུག་ཨ་ནི་དེའི་སྐབས་སུ། ལས་དོན་བརྩམས་ཆོག་དཔེ་གི་གནད་དོན་ག་འདྲ་ཆགས་སོང་ན་ཨ་ནི་ཀུ་རུ་ཤི་ཏུ་རྣམ་པ་ལ། ཨ་ནི་དེ་ག་ནང་བཞིན་གྱི་འཛིན་སྐྱོང་རེ་ཚང་མ་ལ་ལན་ཕུལ་གི་ཡིན་ཟེར་ཞུ་ཡ་ཡིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་ལྷག་མ་རྣམས། མུ་མཐུད་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ལས་ཉིན་གྲངས་ལྔའི་རིང་ལ་བསྐྱང་གཏན་འཁེལ་འདུག་དེ་ཡང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསལ་གཉིས་པ་ལྟར། སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་འདུ་ཉིན་གྲངས་བདུན་ལ་འཕར་འགྱངས་བྱ་རྒྱུ་བྱུང་ན་ཚོགས་གཙོ་སྦྲེལ་པོའི་ཚོགས་འདུ་འཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུ་ཞེས་གསལ་བ་ལྟར། གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་རེ་ཞིག་ཚོགས་འདུ་འཕར་འགྱངས་གནང་ཡོད་པ་དང། ཐེངས་འདིར་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་ལྷག་མ་རྣམས། ཟླ་བ་རྗེས་མའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ལས་ཉིན་གྲངས་ལྔའི་རིང་བསྐྱང་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད། དང་ན་གཞིན་སྤྱི་འཐུས་ཚོགས་དྲུང་ལས་ཁུངས་ནས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་དེ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་བཞི་ནས་སུམ་ཅུ་བར་ལས་ཉིན་བཅོ་ལྔའི་རིང་བསྐྱང་གཏན་འཁེལ་ཡོད་པ་གསལ་བསྒྲགས་སྤེལ་ཡོད་པ་རེད། བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཟླ་བོ་འདིའི་ཚེས་ཉི་ཤུ་རྩ་གཅིག་བར་ཨོ་སི་ཀྲེ་ལི་ཡ་དང་ནེའུ་ཙི་ལན་རྒྱལ་ཁབ་ནང་དུ་བདུན་ཕྲག་གཅིག་ཙམ་གྱི་གཞུང་འབྲེལ་མཛད་འཆར་ཡོད་པ་ལྟར། ཁ་ཉིན་རེས་གཟའ་མིག་དམར་ཉིན་ཨོ་སི་ཀྲེ་ལི་ཡའི་གྲོང་ཁྱེར་སིད་ནི་དུ་ཕེབས་འབྱོར་བྱུང་འདུག་སྐབས་དེར་གནམ་ཐང་དུ་ཨོ་སི་ཀྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་གཙོས་པའི་སིད་ནི་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་རྣམ་པས་ཕེབས་བསུའི་སྣེ་ལེན་ཞུས་འདུག་ཁ་སང་རེས་གཟའ་ལྷག་པའི་ཉིན་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་གིས་ལོའུ་ཝི་ལྟེ་གནས་ཁང་གི་ཉམས་ཞིབ་པ་བགྲེས་པ Richard McGregor ལགས་དང Bill Skrew ཐེབས་རྩ་ཁང་དུ་ཆེད་ཕེབས་ཀྱིས་སྐུ་ཞབས Bill Skrew ལགས་སོ་སོར་གཅེས་སྤྲས་གནང་ཡོད་པ་རེད། ཉིན་དེའི་ཉིན་རྒྱབ་ཏུ་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་གྲོང་ཁྱེར Canberra ཕེབས་འབྱོར་གྱིས་སྐུ་ཚབ་དོན་གཅོད་ཟུར་པ་ཁག་ཅིག་དང Canberra བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་རྣམ་པ་དང་མཇལ་མོལ་གནང་འདུག་ཅིང་སྐབས་དེར་ཕེབས་བསུའི་གསོལ་སྟོན་ཐོག་ལ་ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་མཉམ་ཞུགས་གནང་འདུག་ད་རིང་ཕྱི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་ཉིན་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་གིས Australia ཡི་ཕྱི་སྲིད་ལས་དོན་དང་འབྲེལ་བའི་ཕྱོགས་འགལ་ཚོགས་པའི་བློན་ཆེན་ཤ་རུ་མི་ནི་སིར་སྐུ་ཞབས Simon Birmingham ལགས་དང་ཨོ་གླིང་གྲོས་ཚོགས་འཐུས་མི་སྐུ་ཞབས Peter Khali ལགས་སོ་སོར་མཇལ་འཕྲད་ཀྱིས་བོད་དོན་སྐོར་ལ་བཀའ་མོལ་ལྷུག་པོ་གནང་ཡོད་པ་རེད་འདུག་ལྷག་པར་དུ་ཨོ་སི་ཀྲེ་ལི་ཡའི་གྲོས་ཚོགས་འཐུས་མི་ཡིས་བོད་དོན་རྒྱབ་སྐྱོར་ཚོགས་པ་ནས་གོ་སྒྲིག་ཞུས་པའི Tibet Briefing ཞེས་བོད་དོན་ངོ་སྤྲོད་ཀྱི་གསུང་བཤད་ལས་རིམ་ཐོག་ལ་ཕེབས་བཞུགས་ཀྱིས་བོད་ནང་གི་རྩྭ་ཐང་གནས་སྟངས་དང། བོད་རྒྱ་འབྲེལ་མོལ་གྱི་གནས་བབ་སྐོར་ལ་གསུང་བཤད་གནང་འདུག། ལས་རིམ་འདིའི་ཐོག་ལ་ཨོ་སི་ཀྲེ་ལི་ཡའི་གྲོས་ཚོགས་འཐུས་མི་ཡིས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ལྕམ་སྐུ་སོ་ཧྥི་ཨེ་ནཱས་ཀམས་ལགས་དང་ལྕམ་སྐུ་ཤཱ་རན་ཁླེ་ཏན་ལགས། ལྕམ་སྐུ་ཇཱེ་ནེད་རཱིས་ལགས། སྐུ་ཞབས་ཝེ་རན་ཨན་ཤི་ལགས། སྐུ་ཞབས་ཏིན་སི་མིད་ལགས་བཅས་ལྷན་ཞུགས་གནང་འདུག་སྐབས་སོ་སོར་མཇལ་མོལ་སྐབས་ལ་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་དང་ལྷན་དུ་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས། དོན་ཁང་གི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་དོན་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་ཨོ་གླིང་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ལྕམ་སྐུ Zoe Bedford ལགས་དང་ལས་བྱེད་བསོད་ནམས་ལགས་བཅས་ལྷན་བཅར་ཞུས་ཡོད་པ་རེད། ཐེངས་འདིར་དཔལ་ལྡན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཨོ་གླིང་རྒྱལ་ཁབ་ནང་དུ་གཞུང་འབྲེལ་འཚམས་གཟིགས་འདི་བཞིན། བཀའ་བློན་གྱི་ལས་འཁུར་བཞེས་ནས་ཡུལ་དེའི་ནང་ལ་འཚམས་གཟིགས་གནང་བ་ཆེས་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། ཁ་སང་རེས་གཟའ་ལྷག་པའི་ཉིན་རྒྱ་གར་ནང་དུ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་ལེགས་པར་མཇུག་སྒྲིལ་ཡོད་པ་རེད། དེ་ཡང་བོད་མི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པའི་གོ་སྒྲིག་འོག་ལ་གཟའ་འཁོར་འདི་རེས་གཟའ་ཟླ་བ་ནས་ལྷག་པ་བར་ཉིན་གྲངས་གསུམ་གྱི་རིང་རྒྱ་གར་ནང་དུ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་ཞིག་རྡ་ས་འཛིན་སྐྱོང་སྦྱོང་བརྡར་ལྟེ་གནས་ཁང་དུ་ཚོགས་ཡོད་པ་རེད། ཚོགས་འདུའི་ཐོག་ལ་ཕེབས་པའི་ཚོགས་བཅར་བ་བཞུགས་སྒར་རྡ་ས་དང་རྒྱལ་ས་ལྡི་ལི་རྒྱ་གར་ལྷོ་ཕྱོགས་བཅས་སྡེ་ཚན་གསུམ་ལ་ཕྱག་བསྐྱོད་ཀྱིས་གོ་བསྡུར་གནང་སྟེ་རྒྱལ་སྤྱིའི་དུས་ཆེན་ཁག་གི་ཉིན་མོ་དང་ཚེས་གྲངས་གཞིར་བཟུང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་ཁག་ཅིག་བང་བསྒྲིགས་འདུག། སྤྱི་ལེ་བཅུ་གཅིག་གི་ཚེས་བཅོ་གསུམ་ནས་བཅོ་ལྔ་བར་དུ་རྒྱ་གར་ནང་གི་ད་ལ་བོད་དོན་ཞུ་གཏུག་གི་ལས་འགུལ་བ་ཁག་ཅིག་ད་ལྟ་དམ་རྫ་ལ་སྣེ་ལེན་ཁང་དུ་ཚོགས་འདུ་ཚོགས་ཡོད་རེད། ཚོགས་འདུ་དེའི་ནང་ལོགས་ལ་ས་གནས་དགུ་ནས་དང་བླངས་པ་སུམ་ཅུ་སོ་བཞི་བཅས་འཛོམས་ཡོད་རེད་ཅེས་ཞུ་ཡས་ཡིན། ཉིན་མ་གཉིས་ཚོགས་འདུ་ནང་རྩ་བའི་ཟབ་སྦྱོང་དང་འབྲེལ་བའི་ཐོག་ནས་གཅིག་རེད་དེ། ལས་དོན་བྱེད་ཕྱོགས་སྐབས་ཐུག་བསྡད་ཡོད་རེད། དང་བླངས། ཡིག་ཚང་ནས་འགོད་ནས་རྣམ་པ་འཛོམས་བྱས་རྗེས་ཨ་ནེས་མ་འོངས་པ་ལ་བོད་དོན་ཞུ་གཏུག་དང་འབྲེལ་བའི་དོན་ལས་དོན་ག་རེ་བྱེད་ཀྱི་ཡིན་དང་མེད་སྐོར་ལ་ཨ་ནེས་ལས་འཆར་ཆེ་འཕངས་བྲིས་ཡོད་རེད། རྩ་བའི་ལས་འཆར་དེའི་ནང་ལྟ་བས་ན་དྭང་བླངས་སོ་སོའི་ས་གནས་ནང་དྭང་བླངས་སུ་ཡོད་པ་ནས་གལ་ཏེ་གཉམ་སྡོད་ཀྱི་ནུས་པ་སྤུངས་པའི་ཐོག་ནས་ཨ་ནེས་བོད་དོན་གྱི་ཞུ་གཏུག་བྱ་ཡས་ཀྱི་ལས་རིམ་བསླབ་གྲྭ་ཁག་ནང་ལ་ཡིན་པ་ནི་རེད། གུ་ཆབ་སྲིད་གོ་སྒྲིག་ལས་ཡིན་པ་ནི་རེད། ཨ་ནི་བློ་མཐུན་བསྟི་གནས་ཁག་ནང་ལ་ཡིན་པ་ནི་གང་ཅིའི་ཐོག་ནས་ཕ་བོད་ཀྱི་གནད་དོན་དེ་ཡོངས་ཁྱབ་བྱེད་ཡས་དང། ཨ་ནི་དེ་དང་ཙམ་མ་ཡིན་པས་ཀྱི་ཨ་ནི་བོད་ཀྱི་གནད་དོན་དེ་གའི་ཐོག་ནས་ཨ་ནི་བོད། ཅེས་དྭངས་བླངས་ཀྱི་བོད་དོན་ཞུ་གཏུག་ལས་འགུལ་དེ་ཚགས་ཚུད་རུ་གཏང་ཡས་ཀྱི་ཨ་ནི་ལས་འཆར་མང་པོ་ཞིག་བང་བསྒྲིགས་དེ་ཡོད་རེད་ཞེས་ཞུ་བས་ཡིན། རྒྱ་གར་ནང་དུ་དྭངས་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་འདིའི་དབུ་འབྱེད་མཛད་སྒོར། སྐྱབས་རྗེ་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དང་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཀི་ཤཱན་ཀ་པུར་མཆོག་ཕྱི་དྲིལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་གཙོ་བཞུགས་གནང་ཡོད་པ་རེད། ཚོགས་འདུའི་ཐོག་ལ་སིམ་ལ་སྤྱི་ཁྱབ་པ་ཚེ་དབང་ཕུན་ཚོགས་ལགས་དང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་བཀྲ་ཤིས་བདེ་སྐྱིད་ལགས་རྣམ་གཉིས་ནས་རྒྱ་གར་ནང་དུ་ཞུ་གཏུག་གནང་ཕྱོགས་སྐོར་དང་འབྲེལ་ས་གནས་དཔོན་རིགས་ཁག་ལ་བོད་དོན་ཞུ་གཏུག་གནང་ཕྱོགས་དང་ད་ན་བཞིན་རྒྱ་གར་མང་ཚོགས་དང་མཐོ་སློབ་ཀྱི་སློབ་མ་རྣམས་ལ་བོད་དོན་དྲིལ་བསྒྲགས་གནང་ཕྱོགས་སྐོར་ལ་ཟབ་ཁྲིད་གནང་འདུག་ཚོགས་འདུའི་ཉིན་གཉིས་པར་ཕྱི་དྲིལ་དྲུང་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ངོ་སྤྲོད་དང་གལ་གནད་རང་བཞིན་སྐོར་ལ་གསུང་བཤད་གནང་འདུག་ལ་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་ལས་བྱེད་བསྟན་འཛིན་རིན་ཆེན་ལགས་ཀྱིས་ཉེ་ལམ་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་གྱི་ལག་བསྟར་འཆར་གཞི་སྐོར་ལ་གསུངས་འདུག་ཚོགས་འདུའི་ཉིན་བསུ་བའི་ཐོག་ལ་བོད་ཀྱི་ཆབ་སྲིད་བཙོན་ཟུར་དགེ་བཤེས་ངག་དབང་ཡོད་པར་ལགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་དྲག་གནོན་ལ་ངོ་རྒོལ་བྱས་པར་རྒྱ་ནག་གཞུང་གིས་བཀག་ཉར་བྱས་པའི་ཉམས་མྱོང་སྐོར་འགྲེལ་བརྗོད་གནང་ཞིང་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་ལས་བྱེད་བསྟན་འཛིན་ཀུན་མཁྱེན་ལགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་དབང་སྒྱུར་འོག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་སྐོར་ལ་གསལ་འདོན་གནང་འདུག་ཉིན་གསུམ་གྱི་འཐབ་ཇུས་ཚོགས་འདུ་དང་ཟབ་སྦྱོང་དེའི་ཐོག་ལ་ཚོགས་བཅར་བ་སུམ་ཅུ་སོ་གསུམ་མཉམ་ཞུགས་གནང་ཡོད་པ་རེད། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་གཤམ་ལ་འཁྱོལ་བའི་བོད་རྒྱ་དབྱིན་གསུམ་གྱི་དྲ་ཚིགས་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་དེ་དོན་རྣམ་པ་ཚོའི་དགོངས་འཇགས་གནང་རོགས་གནང།